བོད་གངས་ཅན་གྱི་ལྗོངས་ལ་ཡང། སངས་རྒྱས་ཀྱི་བསྟན་པ། དངོས་དོན་དྲང་གནས་ཀྱི་འཕེལ་སྐད། ད་ཚན་རིག་གི་ཐོག་ནས་ཡིན་ནའི་ང་ཚོར་འགྲེལ་བཤད་བརྒྱ་ཡང་ཡོད་བསྡད་པ། ཅིག་གི་སྒོམ་ཉམས་ལེན་གྱི་ཐོག་ནས་ཡིན་ནའི་ཁོ་ཁ་ཡོད་ལག་ཡོད་ཅིག་གིས

ཐོག་ལ་ཡང་ཞིབ་འཇུག་རེ་བྱ་ཡུལ་ནི་ས་གནས་ཤིག་ལྷག་པར་ཞིག་གཟའ་འཁོར་ལོ་རྗེ་དེ་འདྲས་ཀྱི་ཐོག་ནས་དོ་སྣང་ཡོད་ངེས་གཙོས་བོད་གངས་དང་སངས་རྒྱས་ཀྱི་ཆོས་འདི་ཁོ་ར་དམིགས་བསལ་གྱི་བོད་སྐད་དང་ཁྱད་ཆོས་ཡོད་བསྡད་པ་ཡག་པོ་ཞེ་པོ་འདུག་ཟེར་ནས་སྐྱེ་བ་སྔ་ཕྱི་དང་ཞིག་གི་ཚེ་སྔ་ཕྱི་ས་ནི་ཁས་མ་བླངས་ནའི་ཚེ་བདག་གི་རང་གི་དབང་དུ་བྱས་པ་ཡིན་ན་ཡང། གང་ལྟར་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་འདི་གི་ཅིག། ཅིག་མིའི་བསམ་བློ་ཅིག་ལྷོད་ལྷོད་ཆགས་ཡག་མིའི་བསམ་བློ་འཁྲུག་བསྡད་པ་འདི་མཱ་ཞིག་གི་གཞིས་ལུས་ཡོང་ཡ། ཅིག་འདི་འདྲས་ཀྱི་ཐོག་ལས་ཡ། དགའ་མདའ་བོད་ཀྱི་སངས་རྒྱས་ཀྱི་ཆོས་འདི་ཡག་པོ་ཞུགས་འདུག་ཟེར་ནི་བཤད་ཀྱི་འདུག་ག། ཟེར་ས་དགའ་མདའ་སངས་རྒྱས་ཀྱི་ཆོས་ཁས་བླངས་ནས་ཞིག། ཐར་པ་དང་ཐམས་ཅད་མཁྱེན་པ་སྲིད་བྱ་ནི། ཐག་རིང་པོ་བཞི་བོ་ཅི་རེད། འདི་ཚོའི་རྣམ་གཞག་ལ་དོགས་སྣང་མཁན་མེད་ན་ཡང། གང་ལྟར་འཕྲལ་དུ་ཚེ་འདི་ལ་སེམས་ཀྱི་ཞི་བདེ་ཡོང་ཡག། ཅིག་སྤྱི་ཚོགས་ནང་ལོག་ལ་ཡག། ཅིག་དངོས་གནས་དྲང་གནས་ཀྱི་ཞི་བདེ་དང་གང་ལྟར་བོད་སྐད་མཐུན་པོ་ཡོང་ཡག། སྤྱི་ཚོགས་འཆམ་མཐུན་ཅིག་གི་བདེ་སྐྱིད་འདེམས་པ་ཅིག་ཡོང་ཡ། ལ་ཡ། དང་དངོས་གནས་ཤིག་སངས་རྒྱས་ཀྱི་ཆོས་ཨ་མདའ་བོད་གངས་ཅན་གྱི་ལྗོངས་ལ་ཡ་ཡོད་བསྡད་པ་དེ་ཡག་པོ་ཞིག་པོ་རེད་ཤག་ཤག་ངས་ཡོད་དེ་ཆོས་ཉམས་ལེན་བྱེད་ཀྱི་ཡོད་རེད་ལ་ག་མདའ་འགོང་བཞིན་པ་མང་དགུ་ཡོད་རེད་ག་མདའ་དེ་འདྲའི་ཚན་རིག་པ་དེ་འདྲ་མང་དགུ་ཐུག་དུས་ཟ་ནས་གཅིག་བོད་ཀྱི་སངས་རྒྱས་ཀྱི་ཆོས། སེམས་ཁམས་རིག་པ་དང་འབྲེལ་ནི་ཡོད་དེ་ངེས་ཏེ་བཞི་པོ་གཅིག་གཟབ་བོ་རེ་བཞག། གཅིག་གིས་སྨོན་ལམ་བརྒྱབ་སྟེ་ཨ་རོ། གཅིག་གིས་ཞབས་བརྟན་ཚོགས་ཏེ་ཨ་རོ་གཅིག་གོ་མ་ཡིན་པ་ཀོ་གང་འདྲ་མིའི་བསམ་བློའི་འགྲོ་སྟངས་ཀྱི་བསླབ་བྱ་དེ་ཡིན་ཏེ་དོ་སྣང་བྱས་ནས་གང་འདྲ་སོ་སོའི་སེམས། ཞི་དུལ་ཡོང་ཡག། ཨན་ནི་སེམས་མ་སྐྱིད་པ་ཡོང་པའི་དཀའ་སྡུག་ལས་ཡ་འཁོར་ར་ཞིག་གི་སྨོན་ལམ་རྒྱབ་བསྡད་པ་རུ་བ་གཅིག་གོ་མ་ཡིན་པ་ཀོ་གང་དག་ཆོས་ཕྱོགས་ཀྱི་ཐོག་ནས་ཆིག་སེམས་ཆིག་པའི་ཆགས་པ་ཤུགས་ཆེན་པོ་ཡོང་པ་ཡིན་ན་ཡ་ཅིག་མི་སྡུག་པ་གོ་མ་ཡ་རུ་བ་དེ་འདྲས་ཀྱི་ཡང་སེམས་མ་ལྷོད་ལྷོད་བཟོ་ཡ་ཡང་ཞེ་སྡང་ཤུགས་ཆེན་པོ་སྐྱེས་པ་ཡིན་ན་བྱམས་བརྩེ་སྒོམ་ནས་ཡང་སེམས་ལྷོད་ལྷོད་ཆགས་ཡ

གང་ལྟར་སངས་རྒྱས་ཀྱི་ཆོས་ཀྱི། མང་ཚོགས་སྤྱི་བཏང་ཆོས་སྨྲ་ཤེས་ངེས་ཚོས་ཆོས་བྱས་སུ་འདབ་དུས་གཅིག་འདབ་བོར་བཏོན་གཅིག་བྱེད་དེ་རུ་རྔ་རྡུང་བུག་དྲོད་བྱེད་དེ་རུ་འདི་ཕལ་ཆེར་མ་རེད་ད་ཆོས་ངོ་རྟོགས་དེ་ཀོ་བསམ་བློའི་ཐོག་ནས་བློ་སྦྱངས་ནས་ཨ་ནི་ཞིག་བློ་མ་ཐུལ་བ་དེ་བྷ་ག་བཞི་གཅིག་དུས་བ་ཅིག་ཟོས་དང། ཨེ་ནས་བཞི་གཅིག་དུས་བ་ཅིག་ཟོས་པའི་ཐོག་ལ་ཡང། སོ་སོའི་ཉེ་འཁོར་གྱི་མི་ཚོ་ལ། བྱང་སེམས་སྒོམ་པ་དང་ཨ་ཅང་ཅང་སྟེ། མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་བློ། སྡུག་བསྔལ་མི་འདོད་པ་བདེ་བ་འདོད་པ་གཅིག་གྱུར་ཡིན་པའི་ཆ་ནས། ཨེ་ནས་བརྩེ་སེམས་སྒོམ་ཡག་ཟེར་མཁན་དེ། གཅིག་གི་ནང་པའི་བོད་ཀྱི་ནང་པའི་ཆོས་ཀྱི་འགྲོ་སྟངས། གཅིག་སྙིང་པོ་རུ་དེ།

སྟོང་ཉིད་ཀྱི་ལྟ་བ་བསྒོམས་ནས་བདག་མེད་པའི་ལྟ་བ་བསྒོམས་ནས་དེ་འདྲའི་གི་བསམ་བློ་བཏང་ཡོང་དུས་ཁོ་སྔོ་ན་དྲག་ནད་ཀྱི་སེམས་མ་དུལ་བ་ཅིག་དག་པའི་ཆགས་སྡང་ཡོང་བསྡད་ཡག་གི་བློ་དེ་བས་ཞི་ཞིང་དུལ་བ་ཆགས་ཡག་དེ། བསྟན་འཛིན་རང་ཁྱད་པར་ཆེན་པོ་འདུག་བྱས་ཙང་ང་རང་ཚོའི་བོད་ལ་ཆོས་ཉམས་ལེན་བྱས་ཏེ་སོ་སོའི་ངོས་ནས

ཁོ། གནས་ཚུལ་དཀའ་ངལ་རབ་དེ་འདྲའི་དམིགས་བསལ་གྱི་འཕྲལ་ཡག་དེ་འདྲའི་ཡོང་པའི་ཁ་ཐུག་ལ་ཡ་ཨེ་རེ་སྔ་མོ་ལབ་ཤོར་བའི་ཨ་མདའ་དཔེ་ཆ་འདི། དངོས་གནས་དྲ་གནས་ཀྱི་ཆགས་སྡང་གི་གཉེན་པོ་བསྟན་ཡག་སྐོར་ལ་ཡོད་བསྡད་པ་འདི། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཞི་བོ་ཆེན་པོ་རེད་ཤག།

ཅེས་བཤད་མཁན་ཡག་ལགས་འདག་གསལ་བཏགས་དགོས་བྱུང་ན་ང་རེ་སུ་ཡིད་གཟོས་ཞིབ་བོ་ཅིག་བྱས་ནས་བསམ་བློ་བཏང་ནས་ཨེ་ནི་འདག་གསལ་གཏོང་ཡག་མ་གཏོགས་ཅེས་ཚོད་ལ་མ་ཚོད་བྱས་ནས་འདག་གསལ་བཏང་ན་ཞུ་གི་དེ་སུ་སུ་ཁུར་གསུམ་རག་ཡག་བྱེད་གི་དེ་མ་གཏོགས་མི་འདུག་ག་བྱས་ད་ག་འདྲ

ཁ་སོ་རེད། ང་ཚོ་ནམ་རྒྱུན་ཡང་བོད་ལི་ཡ་དགའ་ལྡན་པ་ལི་ཡ་པོ་རི་ཀྲུག་ཟེར་རེད། ཟེར་ས་ཁ་དགའ་ལྡན་པ་ཅིག་པོ་རི་ཀྲུག་ཟེར་ནས་ཡང

སློབ་གཉེར་པས་ཁ་སོ་རུ་བའི་ཚད་མ་རིག་པའི་ཐོག་ནས་རྟགས་གསལ་བཏང་ནས་འདུག་བྱས་ནས་ད་སྦྱོང་བརྡར་བྱེད་ཡ་དེ་ཡག་པོ་ཞེ་པོ་ཞིག་རེད་ཤག་ཨ་ནི། ཧི་མ་ལ་ཡའི་རི་རྒྱུད་ལ་ཡ་བོད་ཀྱི་ནང་ཆོས་ལ་མི་དལ་བ་དག་དོ་སྣང་ཡག་རེད

གཟུངས་འདྲིལ་བྱ་ཞིང་དབུ་མ་དང། མཚན་མ་རིག་པ་གཟུངས་འདྲིལ་རུ་བྱས་ནས་འགྲོ་དེ། དེ་ཚོའི་གྲས་དེ་མིག་ལྟོས་ཡག་པོ་ཞིབ་རེ་རེ་བཞག་དེ་ངས་ཡིན་ཏེ། དབུ་ཚད་གཟུངས་འདྲིལ་འབད་རྩོལ་ཤུགས་ཆེན་པོ་བྱས་ཡོད། ཞེ་སྡང་ག་ད་དེ་ནས་ཚུར་ཧི་མ་ལ་ཡའི་རི་རྒྱུད། དེ་ནས་བཟུང་ང་རང་ཚོ་བོད་གངས་ཅན་གྱི་གང་འདྲ་ཞིག་གི་སློབ་བུ་སློབ་གཉེར་གྱི་འགྲོ་སྟངས་རུ་གཅིག་ག་ལ་གང་འཚམས་ཤིག་ཡོད་པ་རེད། ད་ད་དུང་དོ་སྣང་ཤུགས་ཆེ་ས་བྱས་ནས་དེ་ཧི་མ་ལ་ཡའི་རི་རྒྱུད་དེ་དེ་ག་འདྲ་ཨུ་ཚུགས་ཀྱི་གཞུང་དེ་ཡེ་དེ་ཡག་ཧོ་ཧོ་ཅིག་སློབ་ཁྲིད་བྱས། ཨ་ནི་རྟགས་གསལ་བཏང་ནི་འདུག། སྒྲོ་འདོགས་ཆོད་པར་བྱས་ཏེ་ཞིབ་བཤེར་གལ་ཆེན་པོ་རེ་བྱ། ཨ་ནི། ད་ལྟའི་གནས་སྐབས་ལ་ཡང་བོད་གངས་ཅན་གྱི་ལྗོངས། རྒྱ་གུང་ཁྲན་གྱི་འདུག་ས་དབང་བསྒྱུར་བཅས་ཨ་ནི་འཛིན་སྐྱོང་རུ་བྱེད་བདེ་འདོད་ས་ནས་ག་ལྟར་བོད་ཀྱི་སངས་རྒྱས་ཀྱི་བསྟན་པ་ཞེ་བོ་གཅིག་གི་ལ་ག་སོགས་རེ་བསྙགས་ཁྲ་བོ་དང།

དེ་སྔ་བོད་ལ་ཡ། གཅིག། གཞུང་ཆེན་སྦྱངས་པའི་ཁ་ཐུག་ལ་དབུ་ཚད་ཀྱི་གཞུང་གཙོ་བོ་ཞག་གཉིས་སྦྱང་གི་ཡོག་རེད་དེ་ཚོའི་གྲས་དེ་ལྟ་དེ་ནས་ཚུགས། ཡ། ཏོགཙྪ་བོད་སྐད། ཉམས་པ་སོ་བཅུ་མི་ཉམས་གོང་འཕེལ་བཏང་ཐུབ་ན་ཡག་པོ་ཡོག་རེད་དོ། སྡུག་ས་ནས་བཤད་པ་ཡིན་ན། བོད་གངས་ཅན་གྱི་ལྗོངས་ཀྱི་འགྲོ་སྟངས། ཀྱི་གློ་བུར་སློབ་གཉེར་གཙོ་བོར་གྱུར་པའི་ཕྱིར་འགྲོ་སྟངས་དེ་ཚོའི་ཐད་ལ། ད་རྒྱ་མིས་དམ་དྲག་ཤུགས་ཆེན་པོ་བྱེད་ཐུབ་ས་བྱས་བསྡད་དུས། དེ་དེ། ཁོའི་ཉམས་ཆག་འགྲོ་ཡག་གི། ད། རྒྱུ་རྐྱེན་མང་པོ་འདུག་ག། ཆུ་བཟང་ད་དེ་འདྲས་ཡིན་དུས་ས་ནས་ཧི་མ་ལ་ཡའི་རི་རྒྱུད་དེ་གྱིས་དེ་གྱིས། གང་ལྟར་དེ་སྔ་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས། པའི་སྲེག་བཅད་བརྡར་རྩོམ་བྱས་ནས་འཛིན་སྐྱོང་བྱེད་སྟངས་འདི་ཧི་མ་ལ་ཡའི་རི་རྒྱུད་ལ་ཡང་དྭགས་པོ་དྭགས་པོ་ཞིག་བྱེད་ཐུབ་ན་དཔེ་གལ་ཆེན་པོ་འདུག་སྔ་གཞུག་ང་དགུའི་ལོ་གནས་ཚུལ་པའི་ཟང་ཟིང་ཅིག་ཆེ་ཧག་གི་མགོ་ཞིག་ཚུགས་ནས་ཡོང་དུས་རྩ་ནས་ཨེ་ནས་ང་ད་ལྷས་ས་དད་མ་ཐུབ་ཞེས་བོས་ཡོང་པ་རེད། དེ་ནས་རྒྱ་གར་ལས་བྱེད་གང་དག་རྒྱ་གར་གཞུང་གི་ཐོག་ནས་མི་བའི་རོགས་རམ་གནང་ཡག་དེ་རེད་ཧ་ལས་པའི་ཡག་པོ་གནང་སོང་འདུག་བཤད་ནི་ད་ངས་བོད་གངས་ཅན་གྱི་ཆུང་ལ་དེ་སྔ་ཞིག་གི་དེ་འདྲའི་ཅིག་གི་སྤུས་དག་པོ་བརྗོད་འདོད་པ་དེ་རེད་ད་བོད་ལ་ཡང་ད་འཆད་ཉན་ཉམས་ལེན་བྱེད་ཐུ་ཡག་མེད་པ་ཡིན་དུས་ད་ནས་ད་རྒྱ་གར་ལ་ཡང་ང་ཚོ་ཅིག་ག་སོག་རེད་འཆད་ཉན་སྒོམ་སྒྲུབ་ང་ཚོ་རྒྱ་གར་ལ་འདི་འདི་ད་བྱེད་འདི་བྱེད་འདི་གི་ཡོད་རེད་བྱས་སོང་ང་ད་དེ་སྔ་བོད་ལ་ཡང་ཅིག་སངས་རྒྱས་ཀྱི་བསྟན་པ་འཆད་ཉན་སྒོམ་སྒྲུབ་ཀྱི་ཐོག་ནས་སྔོན་ལ་དྲ་གནས་ཀྱི་པས་འཛམ་བུ་གླིང་ལ་ཡང་ངོམ་ཆོག་གི་ཅིག་གི་ད་དེ་འདྲའི་ཀྱི་འཆད་ཉན་ཞིག་ཡོད་རེད་དེ་ད་ཁོ་ག་ལེ་ག་ལེ་ཉམས་ཡོང་གི་འདུག་ག། བོད་ཀྱི་རྟགས་ཆོས་རྒྱ་མིས་འདི་ཡིན་དམ་བསྒྲགས་ཞིབ་བཤེར་བྱས་ཡོང་དུས། ཚོད་ལྟ་ང་ཚོ་འདི་རྒྱ་གར་ལ་ཡོད་བསྡད་པས། ཨ་ནི། ད་ཧི་མ་ར་ཡའི་རི་རྒྱུད་ལ་ཡོད་བསྡད་པས། ང་ཚོ་ད་བོད་རིགས་ཚོ་ད་འགན་གཙོ་བོ་ཡོད་རེད། ཁྱེད་ཀྱིས་ད་བོད་ལ་ཡང་རྒྱ་མིས་དམ་བསྒྲགས་བྱས་ཡོང་དུས། ང་ཚོ་ད་རྒྱ་གར་རང་དབང་ལུང་པའི་ནང་ལོགས་ལ་ཡང་ད་རྒྱ་མིས་དམ་དྲག་བྱེད་ཡག་དེ་ཡི་རེད་ང་རང་ཚོས་ཆེད་མངགས་དོ་སྣང་དམིགས་བསལ་བྱས་ནས་སློབ་ཁྲིད་བྱེད་ཡག་རེད་ཨེ་ནི། སོ་སོ་སྒེར་གྱི་ཐོག་ནས་ཡིན་ནའི་ཉིན་རེ་བཞིན་དུ་ཅིག་སྒོམ་རྒྱག་ཡག་གི་མཚོན་པའི་དེ་ཚོའི་གྲས་དེ་དོ་སྣང་ཤུགས་སེར་བྱེད་དགོས་རེད་ཤག་གང་ལྟར་བོད་ལ་ཡོད་པའི་སངས་རྒྱས་ཀྱི་ཆོས་དེ་ད་གཙོ་བོ་ཚད་མ་རིག་པ། སངས་རྒྱས་ཀྱི་ཆོས་སྨོན་ལམ་སྐྱབས་བཅོལ་ཨ་ཅེ་སྒོ་མང་ཉིན་མོ་བྱེད། ཅིག་གི་ཆོས་ཀྱི་ཐོག་ནས་འདུག། དཔྱད་པ་བྱ་ནི། ཅིག། སེམས་ཁམས་རིག་པ་བལྟ། ཅིག་གི་ད་ག་ན་ཤིང་གི་པའི་རྡུལ་ཕྲན་གྱི་རིག་པ་དེ་ཚོ་བྲལ་ཏེ་དཔྱད་པ་བྱ་ནི། ཨོ། བསམ་བློ་གཏོང་ཡག་འདི། ང་ཚོ་བོད་ལ་ཡག། དེ་སྔ་ཧ་ལས་པའི་ཕྱོགས་རེད་ད་བག་ས། བག་ས་ལ་ད་དེ་དེ། ཉམས་གུད་ཆེན་པོ་ཞིག་འགྲོ་སྡད་ཀྱི་འདུག་བ། ས་ད་ང་ཚོ་དེ། ཧི་མ་ལ་ཡའི་རི་རྒྱུད་ལ་ཡོད་བསྡད་པ་ཁྱེད་རང་ཚོའི་དམིགས་བསལ་གྱི་ལས་འགན་རེད། དེ་སྔ་བོད་ལ་ཡ། སྤུས་དག་པོ་ཞིག་ཡོད་བསྡད་པ་དེ་ཡིན་ཏེ་ད་ང་ཚོའི་རྒྱ་གར་ལ་ཡ། གུས་ཚབ་ཐུབ་ཐུབ་ཀྱི་ཧི་མ་ལ་ཡའི་རི་རྒྱུད་དེ་ཡིན་ཏེ་གུས་ཚབ་ཐུབ་ཐུབ་ཀྱི་བོད་དགེ་དག་གོ་ཡག་པོ་རྒྱབ་ཐུབ་པ་བྱས་ཏེ་དཔེ་གལ་ཆེན་པོར་བལྟ། ནས་ཡི་སློབ་སྦྱོང་དེ་ཡིན་ཏེ་དགའ། རོགས་བྱས་པར་བལྟ། ཨ་ནི་སྨོན་ལམ་ལ་ཡག་གྲྭ་འཁོར་བཞག

བའི། འཆད་རྩོད་རྩོམ་གསུམ་དང་འབྲེལ་བའི་ཐོག་ནས། བའི། ད་བྱས་ཉན་སྤུས་དག་པོ་བཞི་བོ་ཅིག་ཡོད་བསྡད་པ་ཁོ། ད་བོར་སྐབས། ཨེ། ཉམས་ཆག་ཕྱིན་བསྡད་པ་ཅིག་གིས། ད་དཀའ་ངལ་བཞི་བོ་འཕྲད་བསྡད་ཡོད་རེད་པ། བྱས་ཙང་ད་ང་ཚོ། ཧི་མ་ལ་ཡའི་རི་རྒྱུད་ལ་ཡ། ཆེ། དེ་སྔའི་བོད་ཀྱི། ཨེ་ནི། ཅིག། བསྲེག་བྱ་བདག་གསུམ་བྱས་ནས། རྩོད་པ་ཚུལ་འདིའི་ཐོག་ནས། ཐོས་བསམ་སྒོམ་གསུམ་གྱི་བོད་ཀྱི་སྒྲོ་འདོགས་བཅད་ཡག་ཅིག། དེ་སྔ་བོད་ལ་ཡོད་སྡོད་པ་འདི་ད་ཧི་མ་ལ་ཡའི་རི་རྒྱུད་ལ་ཡ། གཞི་ནས། ཅིག་གིས་སྐྱབས་སོགས་རུ་བྱེད་ཀྱི་ཡོད་རེད། ཁྱེད་འདི་གལ་ཆེན་པོ་ཤོར་རེད་འདུག་ག། བྱས་ཙང་ང་ད་བོད་ལ་སེར་འབྲས་དགའ་གསུམ་ནང་ནས་གཙོ་བོ་སེར་འབྲས་གཉིས་ལ་ཡར་སློབ་གཉེར་སྤུས་དག་པོ་ཞེ་པོ་གཅིག་ཡོད་རེད་དེ་ད་ཁོ་ལྔ་བཅུ་ང་དགུའི་ལོ་ནས་ཨེ་ནས་ད་དཀའ་ངལ་འཕྲད་དེ་ཡོད་རེད། ང་ནུབ་གླིང་ལྔ་བཅུ་ང་དགུའི་ལོ་དེ་ང་ནུབ་གླིང་ག་ནས་བོད་བྱས་ད་དེའི་བརྟག་དཔྱད་ཞིབ་ཆ་ད་ལྷ་ཞུ་ཡ་ད་ཅིག་ད་ག་ནས་ཤིང་གི་ཅིག་བརྟག་དཔྱད་བྱས་ཡ་རོ

ལྷའི་གསར་བག་ཕྱི་མིག་བལྟས་དུས་སེམས་བཞི་པོ་སྐྱོ་སོ། ད་དེ་སྔ་བས་ཏེ་བཤད་སྒྲུབ་འཆད་ཉན་སྤུས་དག་པོ་བཞི་པོ་ཡོད་ངེས་ཏེ་ད་དེ་འདྲ་ཞིག་གང་ལ་སླེབས་ཏེ་ཡོད་རེད། ཞེས་ངའི་སེམས་བཞི་པོ་སྐྱོ་སོ། ཨེ་ཡིན་ནའི། ད་ག་ཟེ་བའི་སེམས་སྐྱོ་དེ་བས་བྱས་ཀྱི་ཡོད་མ་རེད། ད་གང་ལྟར་ཡང་ཞིག་མ་ལན་མ་འགྱུར་བའི་ཐབས་ཤེས་བྱེད་དགོས་ཡ་ཅིག། དེ་བྱས་ནས་ཨེ་ནི། རིམ་པས་རྒྱ་གར་གྱི་ས་མཚམས་ལ་ཡང་ཨེ་ནི་སླེབས། ཨེ་ནི། རྒྱ་གར་ལ་ཡང་ཞིག་དེ་སྔའི་ང་ཚོ་བོད་ལ་ཡང་དེ་གདན་ས་གསུམ་གྱི་ཅིག་འཆད་ཉན་ཅིག་བྱས་ཏེ་ཡི་རིགས་ག་ཚད་ཐུབ་ཐུབ་ཅིག་རྒྱ་གར་ཡང་འཛིན་ཡང་ཅིག་ཨེ་ནི་ང་ཚོ་འབད་རྩོལ་བྱས་པ་རེད། བྱས་ནི་ད་རྒྱ་གར་ཡ་གཞི་རྩ་རུ་ཡག་པོ་ཞིག་ཚུགས་ཏེ་ཡོད་རེད། གང་ལྟར་དུས་ལོ་མ་བྱུང་གོང་ལ་བོད་སེར་འབྲས་ཚོ་ལ་ཡ་སློབ་གཉེར་ཡོད་འདོད་པ་དེ་ད་ཞེ་བོ་གཅིག་གི་སྤུས་དག་པོ་རེད་ཤག་ད་དེ་དཔེ་ཉམས་པ་རེད། ད་ང་རང་ཚོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཆེད་ཆོས་སྡེ་ཁག་ཚོས་ཅི་ག་ཚད་ཐུབ་ཐུབ་ཀྱིས་དེ་སྔ་བོད་རིགས་ཀྱི་ཆེད་ཀྱི་སློབ་གཉེར་ཡག་པོ་ཅིག་ཡོད་བསྡད་པ་དེ་ད་ཅིག་བསྐྱར་གསོ་རུ་བྱེད་ཐུབ་ཡག་འདུག་ག་མི་འདུག་ག་ག་ཚད་ཐུབ་ཐུབ་ཀྱིས་འབད་བརྩོན་བྱེད་དགོས་པ་ཞིག་རེད་ཤག་ད་རྒྱ་ནག་བརྟན་པོ་ཞག་མི་འདུག་རྩ་བ་རྒྱ་ནག་ལ་ཡར་ནང་ཆོས་ཤུགས་ཆེན་པོ་དར་གྱི་ཡོད་པའི་བཟོ་བྱེད་འདུག་ང་ཡི་རྒྱ་སྟངས་ནང་མ་ཡོང་རོགས་ཞེས་ཟེར་མཁན་ལན་མང་པོ་ཡོང་གི་ཡིན་ནའི་ཁོ་དགའ་སྟངས་རང་དབང་ལྡན་པའི་ཐོག་ནས་བྱས། ཁ་བསྐོར་ད་ཁོ་དམར་པོའི་སྒྲིག་འཛུགས་ཀྱི་ཐོག་ནས་འདུག་འགྲོ་བསྡད་དུས་ཇི་ལྟར་ད་ང་རྒྱ་གར་ལ་ཡར་བསྡད་བསྡད་དེ་འདམ་བསྡད་ཡོད་རེད། ཨ་ནི་རྒྱ་གར་ནང་ནས་ཧི་མ་ལ་ཡའི་རི་རྒྱུད་འདི་འདི་གཅིག་བོད་ཀྱི་ཆོས་དང་རིག་གཞུང། པའི། སྐད་ཡིག་ཤ་ཤ་ནི་བོད་སྤྱི་ད་གཅིག་གྱུར་ཆགས་བསྡད་ཀྱི་ཡོད་རེད། བྱ་ཟ་ག། ད། ཧི་མ་ལ་ཡའི་རི་རྒྱུད་ཡིན་ཏེ། ང་ཚོ་དེ་སྔ་བོད་ལ་ཆོས་ཡོད་བསྡད་པ་རྒྱ་མིས་དམ་བསྒྲགས་ཞིབ་བྱེད་བསྡད་དེ། གཅིག། ཉམས་པ་སོ་ཆོས་མི་ཉམས་གོང་འཕེལ་ཡག་པོ་ཅིག་བྱེད་ཐུབ་ན་བསམ་ནས་ངས་འབད་རྩོལ་བྱེད་ཀྱི་ཡོད་རེད། ཡང་གཞན། ད་ག་ཡིན།